མ་གཏོགས་ཡང་ད་ལྟ་རིགས་རྒྱུད་ལ་ལྷན་ཅིག་བྱེད་པ་འདི་འདྲའི་ན་ཚ་མ་ཡིན་པ། འདི་ལ་ནི་རང་ཉིད་དང་ལྷན་ཅིག་ཏུ་སྨྲ་སྟེ་འབྱུང་བར་བྱེད་པ་ཡིན་དུས་དེ་ནི་ལྷན་ཞེན་སྨྲ་ཞེས་བརྗོད་པ་ཡིན་པས་རེད་ད་ལྟ་ཁ་ཤས་དེ་མགོན་ནད་འདྲ་བོ་མགོ་ཡི་ནད་དེ་འདྲ་བོ་དང་རིགས་རྒྱུད་ལ་བྱུང་བ་འདྲ་བོ་དེ་འདྲ་ཡོད་བ་འོ་དེ་ལྟ་བུ་དེ་འདི་རིགས་རྒྱུད་ལ་བྱུང་བ་མ་ཡིན།

འོ་དེ་ལྟ་བུ་དེ་གློ་བ་སོ་ཡ་བསྲེགས་པའི་ལྷན་སྐྱེས་དེ་ནི། ལྷན་སྐྱེས་ཀྱི་རྨ་བརྒྱད་ཀྱི་ནང་ནས་དེ་ནི་སོ་ཡ་ཞེས་པ་དེ་ཡིན་པར། གློ་བ་སོ་ཡ་ལ་ཟུངས་ཐལ་སྙན་ངག་དང་བསེ་རུ་སྙན་ངག་ཟའུ་བཅས་ད་ཟུངས་ཐལ་དེ་གའི་རྣག་དང་ཁྲག་དང་ཆུ་སེར་ཐམས་ཅད་དེ་སྐེམ་ཐུབ་པ་ཡིན་པར། བསེ་རུ་གའི་བྱུང་ཁུངས་ནང་གི་རྣག་ཁྲག་ཆུ་སེར་དེ་སྐེམ་ཐུབ་པ་ཡིན་པར། ཅེས་དང། གཟུང་མཐའི་སྙན་ངག་དེ་དྭགས་ཀུན་མཉམ་མེད་ལགས་ཀྱི་ལུགས་ཡིན་པ་དང་བསེ་རུ་སྙན་ངག་དེ་རྗེ་བཙུན་གཡུ་ཐོག་ས་མ་ཡོན་ཏན་མགོན་པོ་གི་ལུགས་ཡིན་པ་དང་དེ་གཉིས། གཟུང་མཐའི་སྙན་ངག་དང་བསེ་རུ་སྙན་ངག་གཉིས་ཟ་འོད་ཅེས་དང་དེ་སུ་ཡག་དེ། དེ་ནས་ངན་གྲགས་ཆུ་སེར། ངན་གྲགས་ཆུ་སེར། དེ་ནས་གློ་བ་གི་ཡོ་ལི་གཞན་ནས་མ་ཆོད་པ་དེ་ལྟ་བུ་གཅིག་ལ། དེ་ནས།

འཇམ་མགོན་རིན་པོ་ཆེ་ཕེབས་པའི་དུས་སུ་བསྙེན་གནས་དེ་ཤིན་ཏུ་གདུང་བ་གི་དུས་དེ་ལྟ་བུ་ཅིག་ཡིན་དུས། འདི་ནས་གར་ཕོག་དེ་དངོས་སུ་གཏོང་བ་པོ་ནས་གར་ཕོག་བསྙེན་གནས་ཀྱི་གར་ཕོག་གི་ཚབ་དེ་གཏོང་རེ་ཟེར་བ་བཅས། ཨན་སོ་ལོ་མ་པོ་ཁ་ཚར་བཏབ་པའི་ཕན་བཅས་དག་གཏོང་རེ་ཟེར་བ་དེ། དེ་ནས་གར་ཕོག་གི་ཚབ་ལྟ་བུ་བྱེད་ནུས་པ་པོ་དག་ཤིན་ཏུ་བསིལ་བ་མཐར་ཐུག་པ་དེ་ལྟ་བུ་ཅིག་ངོ་བཞོག་དེ

ལྷོ་བདུན་སློབ་མའི་སྲས་ཀྱི་སྟེ། དེ་ནི་ཇཱ་བའི་ལུང་གིས་ཟིན་པའི་སྐྱེས་བུ་ཆེན་པོ་མཉམ་མེད་སྒམ་པོ་པས་མཛད་པ་ཡིན། ད་ཇཱ་བའི་ལུང་གིས་ཟིན་པ་སྲས་སུ་སྟེ། འོ་མདོ་བསྟན་འཛིན་རྒྱལ་པོ་ནང་ལ། དེ་ནི་སྟོན་པ་རྫོགས་པའི་སངས་རྒྱས་ཀྱི། དེ་ནི་ལུང་གིས་ཟིན་པ་རེད། དེ་བཞིན་དུ། མདོ་ངོ་མ་ནང་ལ། མ་འོངས་པ་ན་གངས་རིའི་ལྗོངས་སུ་དགེ་སློང་ཚོགས་བཞི་ཞེས་བྱ་བ་དེ་འབྱུང་བས་དེས་ང་ཡི་བསྟན་པ་ཐམས་ཅད་དལ་བར་ཚོལ་ནས་དགེ་སློང་བྱ་རྔོག་པའི་མཚུངས་ལྟ་བུ་བདོ་བར་འགྱུར་རོ་ཞེས་སངས་རྒྱས་ཀྱིས་དེ་ལྟ་བུར་གསུངས་ལ། འོ་དེ་འདྲ་ཡིན་དུ་རྒྱལ་བའི་ལུང་གིས་ཟིན་པའི་སྐྱེས་བུ་ཆེན་པོ་མཉམ་མེད་སྒམ་པོ་པའོ།

སློབ་དགོན་བརྒྱད་སྐྱོ་ཚིག་པ་བཞི་པ་དང་ལྔ་པ་ཟེར་ཟེར་ད་སློབ་དགོན་ཟེར་གྱི་དེ་སློབ་གནས་གཉིས་པ་དེ་འདྲས་ཨ་ནི་ཁྲོག་གནས་གཉིས་པ་ལ་ཁྲོག་རྒན་ཞེས་བརྗོད་པ་ལྟ་བུ་དང། སློབ་གནས་གཉིས་པ་ལ་སློབ་རྒན་ཞེས་བརྗོད་པ་རྒྱུ་དམག་གི་གནས་གཉིས་པ་ལ་རྒྱུ་རྒན་ཞེས་བརྗོད་པ་ད་རྒན་རྒན་ཟེར་གྱི་དེ་ད་འདི་ཚོ་ཐམས་ཅད་དེ་འདིའི་སྐབས་ཀྱི་རྒན་ཟེར་གྱི་དེ་གནས་གཉིས་པ་ཡིན་པ། སློབ་གནས་གཉིས་པ་དེ་འདྲས་ད་ལོ་དང་ཟླ་བ་དེ་འདྲས་མང་པོ་ལ་ལུས་ལ་ཞེན་པ་ཆུད་པ་དེ་སློབ་གནས་གཉིས་པ་དེ་འདྲས་ད་སློབ་རྒན་ཞེས

ཁྱིམ་པ་ནི་ཁྲག་གི་རྟེན། དེ་ནས་ལུས་སྐྱེད་ཀྱི་རྟེན་སྲོག་སྐྱེད་ཀྱི་གནས། ཟེར་དེ་འདྲའི་གསུངས་ཡོད་བ། འོ་དེ་འདྲ་དེ་འདྲའི་ཡིན་དུས་ད་ཁྱིམ་པ་དེ་དེ་ནས་ཤི་འདུག་ནས་གལ་ཆེན་པོ་རེད། ད་ཁྱིམ་པ་དེ་ནད་དུ་གྱུར་སོང་ན། དེ་ནས་ཁྱི་ནད་ཞིག་རྒྱབ་པ་ཡིན་པས་ད་དེ་ཁྱི་ནད་དེ་གི་རྟགས་འདྲ་བོ་དེ། རྒྱུ་འདྲ་བོ་དང་རྐྱེན་འདྲ་བོ་དེ་ཡིན་ན་སྨུ་གུའི་ཁྲག་རུང་ཁྱིམ་པ་ལེགས་པ་དང་ཁྱུང་རང་འཐུང་སྐྱེ་བ་དང།

རྣོ་བ་བརྒྱད་ཡན་དུ་གྱོང་རག་གི་མི་ལྤགས་དེ་འཕྲལ་དོར་ལ། དེ་ནས་རོ་དྲུག་ཏུ་དོགས་པའི་ཟས་ཟོས་པ་དང་སྐོམ་དུ་བ་དང་བཅས་ང་རང་ཚོ་ཕོ་བ་རྣམས་སླེབས་འགྲོ་བར་ཕོ་བ་རྣམས་སླེབས་འགྲོ་དུས་བན་ཕྲེང་རླུང་སོང་ཁའི་ཉག་གཅིག་དོང་གཉིས་ཀྱིས་ཆད་འགྲོ་དུས་དེ་ནས་དོང་མ་དེ་དོང་མ་ལེན་པའི་རྩ་དགུ་བཅོས་ནས་ཁྱིམ་པ་ལ་སླེབས། ཁྱིམ་པ་ལ་སླེབས་ནས་མདོང་ཆུང་ཕྲུ་གུ་དེ་ཟུངས་ཁྲག་དོར་བཞུགས་པ་རེད། ད་དེ་འདྲས་ཡིན་དུས་དེ།

ཨོ་དེ་འདྲའི་འདུན་བྱེད་ནི་ཐམས་ཅད་ཀྱི་རྒྱུ་ལྟ་བུ་དང་གཙོ་བོ་འདྲ་བོ་དེ་མཚུངས་རགས་དེ་མཐུན་བྱེད་པ་དེ་ལ་བརྟེན་ནས་བྱུང་བ་ཡོད་པ་རེད། འཁྲིས་ནི་ཡོན་ལོན་སོགས་བྱེད་ཟེར་ད་འཁྲིག་པ་གི་ནི་ཡུན་རིང་པོ་དེ་འདྲའི་དཔེར་ན་ཡུན་རིང་པོ་དེ་འདྲའི་འཁྲིག་པ་གི་ནི་ལོ་དང་ཟླ་བ་དེ་འདྲའི་ཡུན་རིང་པོ་འཁོར་སོང་ད་འཁྲིས་ནི་དུ་སྐྱོད་མ་གཏོགས་པ་ཡུན་རིང་པོ་དེ་འདྲའི་ལུས་ལ་འཁོར་བདེ་བ་ཡིན་ན་དེ་མཐའ་མ་དེ་ཡང་མཁྱེན་པ་གི་ནི་ཟུང་འཇུག་འགྲོ་བ་འདྲ། ཨོ་དེ་འདྲའི་འདུན། ཕྲིན་ལས་ཡོན་བློན་སོགས་ཀྱིས། དང་ཁྱིམ་བདག་གི་ཉེས་དེ་ཚོ་ད་འབྱུང་ཡོད། ད་བརྒྱུད་ནང་ལ་ཁྱིམ་ནས་སྐྱོབ་རྗེས། གསུངས་ཡོད་པ་རེད་ད་འདི་དེ་ནས་དེ་འདི་ལ་མདོ་བསྡུས་ཙམ་གྱི་རེད་མ་གཏོགས་ད་དེ་དེ་ལྟ་བུ་དེ་ཁྱིམ་ནས་སྐྱོབ་རྗེས་དེ་བྱིས་པ་འདྲེན་ནས་དེ་འདྲ་བུ་དེ་གསུངས་མེད་པ་རེད།

དེ་འདྲའི་སྐབས་སོགས་ལ་དག་དེ་ནས་ནད་དུ་ཆོད་པའི་སྐབས་སོགས་ལ་དག་ཚེ་ལོ་དབྱེ་བ་གི་དེ་དང་ནད་པ་ལྟོ་སྟོང་ལ་གན་ཆ་དུ་མྱ་མྱ་ནས་དེ་ནས་སྨན་པ་གི་ལག་པའི་སྦ་ཉོ་བྱོན་ལ་དེང་ཅུང་ཟད་སྔོན་ཐོག་པ་དེ་དག་དང་ལྷག་པར་དུ་མཁྱིན་ཕྲན་འདྲ་བོ་དང། མཁྱིན་ཀུན་འདྲ་བོ་དང་དག་དེ་ཚོ་ཐམས་ཅད་དེ་ནས་སེར་བོ་ཀྱི་མཐོང་ལྟོ་བ་ཀྱི་དེ་བྱེད་དོགས་ཡོད། ཁྱོད་ལན་ཡོད། ཁྱིམ་ནས་ཡོན་ལོན་སོགས་ཀྱིས་རྩིབ་ལོགས་གཡས་སུ་གཟེར་ཟེར་ད་ཁྱིམ་པ་རང་གི་གནས་དེ་རྩིབ་ལོགས་གཡས་པ་གི་གནས་དེ་ཡིན་དུས་གནས་དེ་ཡི་སྟེང་དུ་ཟུག་ཟེར་ཡང་ནས་ཡང་དུ་གདོང་བ། མིག་སྦར་ཞིང་གདོང་སྨུག་ཟེར་ད་མིག་སྦར་བའི་རྒྱུ་མཚན་དེ་ཁྱེད་ཀྱི་ཁྱིམ་པ་དེ་ཁྲག་གི་རྟེན་ཡིན་དུས་དེ་ལ་དེ་ནས་ནད་འབྱུང་བའི་ཚེ་ལ་དེ་ནས་མིག་གི་མིག་སྤྲིན་དེ་ཁ་དོག་དམར་པོ་འབྱུང་བ་ཡིན་པ། གདོང་དེ

སྐྱེ་དགུའི་སྲོག་སྐྱིན་པ་གྲང་བ་ཞུགས་པའི་ནད་ལྔ་བྱུང་བ་ཡིན་ན་གཏན་ཚ་ཞན་པ་ཡིན་པའོ། ད་དེ་སྔ་མ་དེ་ཚགས་ཡི་དྭགས་ཡིན་པ་དང་ཕྱི་མ་དེ་ཞན་པ་དེ་གྲང་ཡི་དྭགས་ཡིན་པ་རེད། ཨོ་ད་གདོད་ནས་བཤད་ན་ང་རང་ཚོ་རྒྱུད་ནང་ལ་ཁྱི་ནད་སྐྱོབ་རྗེས་ཟེར་ནས་གསུངས་ཡོད་པ་རེད་ད་ནི་དེ་འདྲ་ཡིན་དུས་ལེབ་མཁན་རྒྱས་པ་སོགས་ཁྱི་ནད་ཚགས་ཡི་ནད་སྐྱོ་སོང་དུ་བྱུང་སོང་ན། དེ་ནི་ཀན་སར་འབུལ་བ་དུ་བྱས། ཆིང་ཀུའུ་ལ་སོགས་པ་ཇི་ནས་གྲོང་བ་ལྔ་པོ་དུ་བྱུང་དང་གསུངས་ན། དེ་ནི་ཀན་སར་དེ་ཞེན་པ་བྱས། ད་ལྟའི་ཇི་ནས་ཚ་གྲང་གཉིས་ཀྱི་དབང་གིས། འདིར་འཇམ་མགོན་ཀོང་སྤྲུལ་རིན་པོ་ཆེ་གི་ལག་གཡས་ཀྱི་ཀན་སར་འབུལ་བའམ། ཡང་ན་གཞན་སེལ་གྱི་སྟེ། འབུལ་བ་དེ་ཇི་ནས་ཚ་བ་བཅུ་གསུམ་བྱས། ཞེན་པ་དེ་ཇི་ནས་གྲོང་བ་ལྔ་པོ་ལས་འབྱུང་བ་ཡིན་པའོ། དེ་ལྟ་བུ་ཅན་ཡིན་པར། ཁྱོད་མདོག་དམར་མོ་འབྱུང་ངོ་ཟེར། ཁྱབ་བདག་གི་མདོག་དེ། ལུས་ཀྱི་བྲེ་ཁྱོག་གི་ཁ་དོག་དེ། དེ་ནི་དམའ་བ་ལ་སྨུག་པོ་འབྱུང་ངོ་ཟེར། ད་འདི་དམའ་བ་འབྱུང་བའི་རྒྱུ་མཚན་ཁྱེད་ལས་ད་འདི་ཚོ་མ་དམའ་སྟེ། དེ་ནི་ཁྱོད་མདོག་དམར་པོ་འབྱུང་བའི་རྒྱུ་མཚན་དེ་ཁྱིམ་པ་དེ་ཁྲག་གི་རྟེན་ནམ་མཚོག་ལྟ་བུ་དེ་ཡིན་དུས་འདི་ལ་ནད་འབྱུང་བའི་ཚེ་དེ་ནི་ཁ་དོག་དམར་པོ་འབྱུང་བའི་རྒྱུ་མཚན་དེ་ཡིན་པ་རེད།

རྩྭ་བྱུགས་པ་ལྟ་བུ་དང། ཤིང་ལ་ས་རྩི་བཏོན་པ་ལྟ་བུ་དང། རས་ལ་སྣུམ་ཆེ་བཞེངས་པ་ལྟ་བུ་དང་འདི་འདྲའི་དེ་ང་རང་ཚོ་དཔེར་ན། རྒྱུད་ནང་ལ། སྙིང་བརྩེ་གི་སྐབས་རེད་བ། འོ་དེ་ལྟ་བུ་ཅིག་གསུང་ཡོང་བ། འོ་དེ་ལྟ་བུ་ཅིག་རྟོགས་ཀྱི་ད་དེ་ནས་གཞན་ཟེར་གྱི་ད་ག་འདྲའི་ཆགས་འགྲོ་བ་རེད། འོ་དེ་ནས་ཆབ་སྲིད་ཡིག་ལ་ཆབ་སྲིད་ཀྱི།

འོ་དེ་ཐང་ཆེན་སྙན་ངག་དེ་ལ་གཡུ་ཐོག་བཀྲ་ཤིས་ཀྱི་ལུགས་ཀྱིས་དང་འུག་པ་གདོང་ནག་གི་ལུགས་ཀྱིས་ཡོད་པ་ཡིན་པས་དེང་སང་ཡོངས་སུ་གྲགས་ཆེ་བ་དེ། དེ་འུག་པ་གདོང་ནག་གི་ལུགས་ཀྱི་ཐང་ཆེན་སྙན་ངག་རེད་ད་འདི་གཉིས་ཁྱད་པར་འདྲ་པོ་ཁྱེད་མི་རེ་རེ་གཉིས་གཉིས་ཀྱི་ཁྱད་པར་འདྲ་པོ་ཅི་རེད་མ་ཐུབ་ཟེར་ན་དེ་ཁྱད་པར་མེད་པ་ཅི་རེད། འོ་དེ་འདྲ་ཡིན་དུས་ཐང་ཆེན་སྙན་ངག་དུག་དང་མུག་གོ་མཚན་ཉིད་བྱེ་བ་བསྡུས་ཟེར་འདུག་བ་ཚ་གྲང་མྱོང་ཞིང་དྭངས་སྐམ་རྗེས་ཟེར་རླུང་མི་ཤེས་ལ་བད་ཀན་མཁྲིས་པ་ཟེར།

སྲིན་བུ་འདྲ་བོ་ཆུ་སེར་ཡ་ཡོད་མ་རེད་དེ་ལྟར་ནད་ཀྱི་ཟུག་རྔུའི་ངོ་བོ་དེ་མ་སྦྱོང་དགོས་པ་དེ་ལྟ་བུ་ཁྱེད་ལ་སྲེད་པ་ཅི་ཡིན་པ། དང་ཁྱེད་ནུས་ཤེས་ལ་འདྲ་བཤེར་བྱས། ཁྱེད་ནུས་ཤེས་ལ། དང་ཁྱེད་ནུས་ཤེས་ལ་ཟེར་གོང་དུ་ཁྱེད་ནི། ཚ་བ་བཅུ་གསུམ་དང། ཁྱེད་ནི་གྲང་བ་ལྔ་དང་བཅོ་བརྒྱད་ཡོད་བ་རེད་དང་ཁྱེད་ནུས་ཤེས་ལ། ཆ་པ་གི། དེ་ནི་སྨན་དེ་ནི། རྗེ་བཙུན་གསུམ་ཀ་བ་མཉམ་ཉིད་རྡོ་རྗེ་མཛེས་པས། ཟོ་ལུག་མདའ་ཆས་འཁྱམ་མོ། ཁྲ་བོན་བསོད་ནམས་འདྲ་ཞིག་གིས་མཛེས་པའི། ཕོ་ནི་ཚ་གྲང་དུ་སྐྱོ་བདེ་བའི་མྱུ་གུ། ད་ལྟ་ནི་གཡུ་སྙིང་སྙན་ངག་ད་གཡུ་སྙིང་སྙན་ངག་འདི་ལ། ལུག་མི་འདྲ་བ་གཉིས་ཡོང་བ་རེད། ཟོང་དཀར་བའི་སློབ་བརྒྱུད། དེ་ནི་སློབ་གྲོགས་ཀླ་ཀློ་མཁན་པོ་ཀརྨ་བསམ་འགྲུབ་གིས་མཛེས་པའི་གཡུ་སྙིང་སྙན་ངག་གི་ལུགས་གཅིག་དང། དེ་ནི།

འོ་ད་ཡུལ་ཉེ་སྙེ་ང་ནི་སློབ་རོགས་ལྷ་ཀླུ་མཁན་པོ་ཀརྨ་བསམ་གྲུབ་ཀྱིས་མཛད་པའི་ལུགས་བཞི་དང་དཀོན་མཚུངས་ཡེ་ཤེས་ཀྱི་བསམ་གཏན་གྱིས་མཛད་པའི་ལུགས་བཞི་གཉིས་མཁྱེན། ལྷ་ཀླུ་མཁན་པོ་ཀརྨ་བསམ་གྲུབ་དེ་རྗེ་བཙུན་གསུམ་ག་མཉམ་ཉིད་རྡོ་རྗེ་གི་སློབ་བརྒྱུད་ཀྱི་རེད། དཀོན་མཚུངས་ཡེ་ཤེས་བསམ་གཏན་དེ་འབྲི་གུང་ཆོས་ཀྱི་གྲགས་པའི་ཞར་ལ་ཟིན་པ་ཞར་ཟིན་གྱི་སློབ་མ་རེད་ལ་དེ་གཙོ་བྱས་པ་དེ་འབྲི་གུང་དེ་ནས་རིག་འཛིན་ཆོས་ཀྱི་གྲགས་པའི་གི་ཞར་ལོག་དེ་ནས།

གོ་སྒོམ་ནང་དགའ་ཁེ་སར་བསེ་རུ་བླ་རྩི་སྐྱེས་ཀྱི་སྟེང་དུ་ཁ་མཚར་བདུད་རྩི་ཁྱོད་མེད་དང་སྲུང་མའི་རྣམ་པ་དེ་ཚོ་བཏང་སྟེ་སྐྱེ་བཀའ་སྐྱིད་ཆང་རེད། ད་ཁོ་གཉིས་ཀྱི་དེ་མི་འདྲ་བ་དེ་མེ་བཞི་བཞི་དང་འདྲ་གི་མ་རེད། ལྷ་ལུང་གི་ལུགས་སྲོལ་སྤགས་ཤ་དེ་སྤགས་ཤ་གི་གཉེན་འཇོམས་པའི་ཆེད་དུ་བྱེད། རྡོར་བྲལ་གྱི་ཚེ་དཔག་ཟེར་བའི་ཁྱད་དུ་བྱས། ཨ་ཀ་ར་ཏེ་རླུང་ཟེར་བའི་ཁྱད་དུ་བྱས། ཀོ་བཞི་ཏེ་དེ་ནས་དུག་ཟེར་བའི་ཁྱད་དུ་བྱས། ད་འདི་བཞི་བཞག་གནོང་མཛད་ཡོད་དོ། དཀོན་རྫོང་ཡེ་ཤེས་ཀྱི་དེ་ལུགས་སོགས་ལ། ཁྲག་ཟེར་བའི་ཁྱད་དུ་བག་ཞགས་དཀར་དང། ཕྱི་ནད་བཤལ་ཡི་གཉེན་པོ་དབུལ་འབར་དང། མཁྲིས་པ་གི་སྣོད་མཁྲིས་ཀྱི་ནད་སེལ་བར་བྱེད་པའི་ཏིལ་ཏར་དང། ཆུ་སེར་གྱི་ནད་སེལ་བར་བྱེད་པའི

དེ་དཔོན་གསུང་དཔོན་ཐུང་ཡེ་ཤེས་བསམ་གཏན་གྱི་སློབ་མ་དེ། སེ་སྟོན་རིན་པོ་ཆེ་ཁྱོད་ཀྱིས་འབྱུང་ནས་དེ་སེ་སྟོན་རིན་པོ་ཆེ་ཁྱོད་ཀྱིས་འབྱུང་ནས། དེ་ནི་ཡབ་སྲས་བརྒྱུད་པ་དུ་སྐྱེས་པ་ཐམས་ཅད་དེ་དག་དེ་ནི་ཤིན་ཏུ་ནས་མཛེས་པ་འཕྲུལ་བའི་ཁྱད་བྱེད་པ་དེ་འདྲའི་དེ་ཡིན་དུས་དེ་ནི། དེ་ཡི་དབང་གིས་དེ་ནི། དཔོན་ཚང་ལུགས་ཀྱི་གཡུ་སྙིང་སྙན་ངག་དེ་འཕྲིན་ལས་རྗེས་ཁྱེར་བ་འདྲ་བོ་བྱུང། དེར་ལྷ་ཀླུ་མཁན་པོ་གི་ལུགས་དེ་ཅུང་ཟད་བག་ལས་ཤ་བ་འདྲ་བོ་དེ། བྱུང་བ་རེད་མ་གཏོགས་དེའི་རྗེས་དཔག་ཏུ་ཆེས་འདྲ་པོ་ཆེས་ཆེན་པོ་ཡོད་ས་མ་རེད་བསམ་བསམ་འདྲ་པོ་ཆེ་འདུག་ད་དེ་དེའི་ནང་ལ་དེ་དཔོན་ཚོང་གི་ལུགས་དེ་དབུས་པའི་དེ་ཡོད་པ་གཅིག་དང་དེ་ཕ་གིའི་སྟག་ཤ་དེ་གཉིས་ཀྱི་དེ་རེད་མ་གཏོགས་གཞན་དག་ཆེས་པ་ཆེས་མེད་པ་འདྲ་པོ་དེ་ལྟ་བུ་དེ་ཚོ་ཡོད་པ་རེད། འོ་དེ་འདྲས་ཀྱི་རེད། ཡུལ་གཉིས་སྙན་ངག་དེ་དག་ཆད་པ་མི་འདྲ་བ་གཉིས་བཅས་ཆད་པ་ཡོད་པ་དེ་དག་དེ་ཚོ་དེ་ཚོ་ཡོད་བ་རེད། ད་ལོངས་ཆེན་བཅུ་གསུམ་དང་བཅོ་བརྒྱད་སྙན་ངག་དེ་གོང་མའི་དཀོན་མཆོག་བདེ་ལེགས་ཀྱིས་མཛད་པ་རེད། འདི་ཚོ་ཐམས་ཅད་དེ་དང་དེ་མུག་ལྐོག་གི་ཤི་མན་རེད་ལ་མཆིན་ལྤགས་ཀྱི་ཤི་མན་རེད། འོ་དེ་ནི་རྒྱུད་ཀྱི་འགན་དབང་དགུ་པ་བཅས་རྒྱུད་ཀྱི་གོ་སྒོམ་བཅུ་གསུམ་བཅས། ད་གོ་བགོང་སྐྱོ་སོང་སྟེ། དེ་ནས་འགན་དབང་དགུ་པ་དེ། དེ་ནས་ད་དེང་སང་འགན་དབང་དེ་སྐམ་པོ་འདྲ་བོ་ཅི་རེད་མ་གཏོགས་འདི། དེ་ནས་ཁྱེད་ནས་ཚ་བ་གི་རིགས་ཐམས་ཅད་ལ་འགན་དབང་དགུ་པ་དེ་ཤེན་ཏུ་ནས་མཆོག་ཏུ་གྱུར་པ་དང། གོ་བགོང་སྐྱོ་སོང་སྟེ། ཁྱེད་མགུལ་གི་ནས་ལ་ད་མཆོག་ཏུ་གྱུར་པ། དེང་སང་ཀྱེ། ཀ་ཡེན་བྷ་ཟེར་གི་དེ་ཚོགས་གི་རིགས་དེ་ལ་ད་མཆོག་ཏུ་གྱུར་པ། འོ་ཁྱེད་མགུལ་གི་རིགས་ལ་མཆོག་ཏུ་གྱུར་པ། དེ་ལྟ་བུ་ཅི་རེད། དེ་ནི་གོ་བསྒོམ་ཕྱོགས་མཐུན་ཏེ། དེ་དཔེ་མི་སྲིད་པ་ཅི་རེད་ད། འདི་ཚོ་ཐམས་ཅད་དེ་ལྟར་མཁྱེན་པ་གི་ཉིད་ལ། དེ་ནས་བདུད་རྩི་ལྟ་བུ་གི་ནུས་པ་ཡོད་པ་དེ་ལྟ་བུ་ཅི་རེད། ད་འདི་ཚོགས་ཀྱི་ཐུགས་ལ། དངོས་ཀྱི་ཚོགས་དྲུག་ཆེན་མོ་གི། ཕྱག་ལེན་ཚུལ་བཞིན་དུ་བྱེད་པ་དེ་འདྲའི། བཟླས་ཚེ་བཟླས་ཚེ་བཟླས་ཐུབ་ན་ནི། དེ་ནི་དཔེ་མི་སྲིད་པ། དགེ་བ་དགུ་པ་དང་གོ་བུམ་བཅུ་གསུམ་དང་གོ་བུམ་ཕྱོགས་བདུན་དུ་དེ་ཚོགས་དོགས་ལ། བལྟས་ཚེ་བལྟས་ཚེ་ཁ་ཚར་འདྲ་བོ་ཞིག་འདེབས་ཐུབ་ན། དེ་ནི་ནུས་པ་སྟེ། ཆེས་ཆེ་བ་དེ་འདྲའི་ཡར་འགྱུར་འགྲོ་བ་དེ་ལྟ་བུ་དེ་རེད། དེ་མན་ངག་སྲིད་ཞོར་དེ་བྱུང་བ་མེ་ཡི་ཉི་མ་མཐོང་བ་དང་དེ་མི་ཚེ་པ་རེད་ད་འདི་དཔེ་མི་སྲིད་པ། དེ་ནི་དུག་དང་མོ་ཀོག་གི། ཤེས་མིན། ཁྱིམ་བག་གི་ཤེས་མིན། འོ་དེ་ལྟ་བུ་ཅིག་རེད། འོ་དེ་ནི་མུ་ཀོ་ཡོ་བྱད་ཅེས་ད་མུ་ཀོ་ཡོ་བྱད་ཀྱི་ཞྭ་ཤེལ་གྱི་མན་ངག་དེ་ཚོ་ཡག་པོ་ཞིག་ཚུལ་བཞིན་དུ་བསྟན་པ་ཡིན་ན་ད་ལྟ་འདི་ཚོ་དཔེ་མི་སྲིད་པར་འཁྱོག་ཏུ་གྱུར་པ་དེ་ལྟ་བུ་ཅིག་རེད། ད་མུ་ཀོ་ཤེས་བྱེད་བཞིན་གྲོང་བཞིན་པས་ན་ཤུ་རུ་སྙན་ངག་རེད་ཟེར་ད་ཤུ་རུ་སྙན་ངག་དེ་གཙོ་བོ་ཁྲག་གི་སྨན་རེད།

ད་མོང་ཞོ་ཆེན་མོ་ཡང་ཟབ་ཅིང་གསུང། ད་མོང་ཞོ་ཆེན་མོ་དེ་རིན་པོ་ཆེ་གི་ཞོ་སྟེ་འདི་དུག་དང་སྨུག་པོ་གི་ཤི་རྨས་ཀྱི་རེད་ད་འདི་ཁྱིམ་པ་ལ་གཏོང་བའི་རྒྱུ་མཚན་ཁྱེར་ཟེར་ན། འོ་ད་འདི་དུག་དང་སྨུག་པོ་ཚད་པ་གཉིས་པ་གསུང། གཅིག་ལ་གཅིག་དང་རྟགས་དང་གཅོད་དམ་འཁྲུལ་རོ་ཟེར་འོ་དེ་ལྟ་བུ་དེ་གསུང་བའི་རེད་དུག་དང་སྨུག་པོ་དང་དེ་ནི་ཚ་བ་སྙིམ་པ་དང་ཁྱིམ་པ་གི་ནད་དེ་ཚོ་ཐམས་ཅད་དེ་ཕན་ཚུན་རིན་བྲལ་བྱས་ནས་བཞག་དགོས་པ་དེ་ལྟ་བུ་ཁྱེད་ཡིན་པ་རེད།

ཁྱིམ་པ་ལ་ནད་དེ་བྱུང་དུས་འཁྲིག་པ་ལའང་རང་བཞིན་གྱིས་ནད་དེ་མི་འབྱུང་ཡང་རེད་དཔེར་ན་ཆ་མཚོན་ནས་བཤད་ན་ང་རང་ཚོ་མི་ཚང་གཅིག་ལ་ནད་ཅིག་ཤོར་བ་ཡིན་ན། དེ་ནི་གྲོང་པ་མཆིམས་ཆེན་དེ་ཚོ་ལའང་དེ་མེད་ཀྱི་སྐྱོན་གཏན་གཏན་དུ་འབྱུང་གི་རེད་བ་ཁྱིམ་པ་ལ་ནད་ཐེབས་ཡོད་ཚེ་དེ་སྣོད་འཁྲིག་པ་ལའང་དེ་བདེ་པོ་མེད་པ་ཅི་དེ་འདྲ་བ་ཅིག་ཆགས་འགྲོ་གི་རེད་བྱས་ཙང་འདི་ཁྱིམ་འཁྲིག་འདོམས་ས་དེ་ལྟ་དགོས་པའི་རྒྱུ་མཚན་དེ་ཡིན་པ་རེད། དགོངས་ཚ་དེ་ལྟ་དགོས་པ་ཅིག་བརྒྱུད་དགོངས་པ་རེད་དེ་ལྟ་བུ་ཡིན་པའི་རྒྱུ་མཚན་དེ།

དང་དེ་ལྟར་དུས་ལའང་སྔོན་འདོད་ལ། དེ་ནས་ཉིན་གཅིག་མི་སྐྱེ། ནས་བྲག་ཟུང་ཁྲག་འཐུང་གི་དབྱེ་བ་ཕྱིར་མཐོང་མ་གཏོགས་བར་སྟོང་ན་ཟུང་ཁྲག་འཁྱོག་རོ་ཞེས་བརྗོད་དེ་ཚིག་དེ་ཚོ་ཐམས་ཅད་དེ་གདམས་ངག་ཏུ་བྱས་ནས། དེ་ནས་དུས་ནམ་ཡང་མ་བརྗེད་པ་དེ་འདྲ་ཞིག་བྱེད་དགོས་པ་དེ་གལ་ཆེན་པོ་རེད། དེ་ནས་ཁྲག་ཟེར་གྱི་དོན་དག་ང་རང་ཚོ་འདིའི་སྐབས་ཏུ་བལྟ་དགོས་པ་དེ་ནས་ཁྲག་དེ་ཕྱིར་འདྲེན་དགོས་པ་ཡིན། ཟུངས་ཁྲག་དེ་བསྲུང་དགོས་པ་ཡིན་པ་རེད། འོ་དེ་འདྲ་ཡིན་དུས་ང་རང་ཚོ་རྒྱུད་ནང་ལ་ཁྲག་གིས་བརླན་ཅིང་སྲོག་འཚོ་ཟེར་གསུངས་ཡོད་པ་རེད། འོ་དེ་འདྲ་ཡིན་དུས་ད་ནས་ཁྲག་ཟུངས་ཁྲག་དེ་ཐོངས་དགོས་དབྱེ་བ་དེ་ཕྱེ་སོང། ཁྲག་དེ་ལྟ་དགོས་ན་དེའི་དགོང་མོ་དེ་ལ་པི་པི་ལིན་ཐུན་གྱིས་དེ་ནས་ཐང་གིས་གཏོང། འོ་དེ་དུས་མ་དགེ་བཤེས་ཀྱིས་གསུངས་ཡོད་པ།

དེ་ནས་མར་མཆོད་འགྲེང་དགོས་པ་དང་ཟུངས་ཁྲག་དེ་ལུས་ལ་སྲུང་འཛིན་བྱེད་ཐུབ་པ་ཐབས་དེ་གཏོར་མ་བསྟན་བ་ཡིན་ན་དེ་ནས་ཡང་དེ་ད་རུང་སོ་ང་རང་སོ་བོད་མི་པག་ཆེ་ཁྱོད་འདྲ་བོ་དེ་ཚོ་དེ་མི་འགྲོ་བ་འདི་ཚོ་དེ་ངོས་ལ་ལྟ་གཏོང་རྒྱུ་དེ་གལ་ཆེན་པོ་རེད་ཁྱིམ་ཚ་དར་ཅིག་ཕོམ་ཁྱིམ་ནད་རིགས་ཤེས་ལ་ཨོང་རིགས་ཉག་ང་ཚེ་ལྡན་བྱ་བ་ཕན་སྐྱེ་བ་ལང་ལོང་ཡིན་ཟེར། དེ་ནས་ཕོ་བ་དང་ཁྱིམ་སྤེལ་གྱི་ནད་རིགས་སྤྱི་ལ་ནི། དེ་ནི་ཨོང་རའི་ཉལ་ང། ད་ཨོང་རའི་ཉལ་ང་ལུགས་ཁ་ཤས་ཡོད་རེད་ལ་ད་དེ་ཨོང་རའི་ཉལ་ང་ལུགས་ཁ་ཤས་ཀྱི་འདུག། དེ་ནས། ད་དེ་ཨོང་རའི་ཉལ་ང་ལུགས་ཁ་ཤས་དེ་མ་མ་ཨོང་རའི་ཉལ་ང་ཚོང་པ་ཐམས་ཅད་དེ་དུག་དང་སྨུག་པོ་དང་ཁྱིམ་པགས་ཀྱི་སྲིན་སྨན་འདྲ་པོ་ཅིག་དེ་འདྲ་རེད། ཕོ་མཆིན་ནད་རིགས་སྤྱི་ལ་ཨོང་རའི་ཉལ་ང་ཚེ་ལྡན་བཞའ་བས་བྱེད། ཚེ་དང་ལྡན་པ་བཞའ་བས་ཕན་སྐྱེ་བ་ལ་ལོངས་ཡིན་ཅེས